ཐུབ་བསྟན་གསེར་གྱི་རི་ལ་གནས་བྱ་ཞིང་མདོ་སྔགས་བསྟན་པ་རིན་ཆེན་རྒྱན་བཀྲ་སྣསྐལ་ལྡན་ཆོས་སྐྱེས་སྒྲོན་མེ་མ་ནོར་ལམ་སྟོན་མཛད་བཤེས་གཉེན་ཆེན་པོར་ཕྱག་འཚལ་ལོ། རྩལ་ལྡན་ཁྱེད་ཀྱིས་མཁན་རབས་ཨོ་ཟེར་གྱིས་བདག་བློའི་གཏི་མུག་མུན་པ་རབ་བསལ་སྣསཀ་དང་བསྟན་བཅོས་གཞུང་ལུགས་རྟོགས་པ་ཡིས། བློ་གྲོས་བོས་པའི་སྣང་བ་རྩལ་དུ་གསོལ། ཨེ་ནས་སོང་བ་སང་ན་ད་དེ་རིང་དེ་ནས་ག་ཁྱེད་དེ་ན་ང་དང་དེ་ནས་ཤེས་པས་ཏིག་དེ་ནས་ཤོ་ལོ་ཀ་དེ་ནས་བཞི་བཅུ་པའོ། ཨེ་ནས་བཞུ་བྱས་ཟིན། སོང་བ་སང་ན་ད་ཤོ་ལོ་ཀ་དེ་ནས་བཞི་བཅུ་པའི་ན་ཁྱེད་དེ་ན་ཨེ་ནས་ང་དང་ཅི་གསུང་ཟེར་འདུག་ཞུས་ན། བྱམས་དང་སྙིང་རྗེ་རྟག་དང་དགའ་བ་དང། བཏང་སྙོམས་རྟག་ཏུ་ཡང་དག་བསྒོམ་པར་བགྱི། གོང་མ་རྙེད་པར་མར་གྱུར་དེ་ལྟར་སྣང། ཚངས་པའི་འཇིག་རྟེན་བདེ་བ་ཐོབ་པར་འགྱུར་གསུངས་སོ། དུ་བ་ལས། གསུངས་པ་བཟང་ན་ད་འདི་ན་ཨཁེ་དེ་ན་འདི་ནས་ལྡང། ཨེ་ནས་བསྡུས་ཨ་བཟང་སྔགས་ལ་ང་དང་ཨཁེ་དེ་ན་འདི་ནས་དགའ། དེ་ནས་ག་ང་དང་ཟླ་ཁྱིམ་པ་དང་རབ་བྱུང་གཉིས་ཀ་ལ་སྡོམ་པའི་ལྷ་བསྐྱེད་ན་ང་དེ་ནས་གཟའ་ཟགས་ཀྱི་སྤྱོད་ལམ་སྟན་དང་པོ་སྐོར་གསུངས། དེ་ནས་གདངས་ལྔ་དང་ཤོ་ལོ་ཀ་སུམ་བཅུ་དེ་ནས་སོར་དགུ་བས་ན་གལ་ཏེ་ན། དེ་ནས་གཉིད་ལོག་དང་ན་དེ་ནས་རྡོར་དུ་ན། དེ་ནས་ཉིན་མཚན་དུས་དྲུག་པོ་ཐམས་ཅད་དེ་ནས་དགེ་བའི་ཕྱོགས་ལ་དང་དང་ངས་སྐོར་ལ་གསུངས། ད་དེ་རིང་ང་དང་ཡི་ག་གསུམ་པའི་ནང་ཁྱེད་དེ་ནང་ཨེ་ནི་ཚད་མེད་བཞིའི་སྒོམ་མདངས་སྐོར་ལ་ཨེ་ནི་གསུངས་ཏེ་ནོ་ཧ་ལས་བདག་སའི་ཤོ་ལོ་ཀ་བ་ཁྱེད་དེ་ནང་ཅིའི་སྐོར་ལ་གསུངས་ཏེ་ནོ་ཟེར་ན་ཚད་མེད་བཞིའི་སྒོམ་མདངས་སྐོར་ལ་གསུངས་ཏེ་ནོ། ད་འོ་ན་ཚད་མེད་བཞིའི་སྒོམ་མདངས་སྐོར་ལ་གསུངས་ན་ཨེ་ནི་ག་གཟུགས་ཤིག་ག་ད་ང་དང་ཚད་མེད་བཞི་ཟེར་ར་ནོ་ཤུ་ཡན་པོ་ཅིག་ཨེ་ནི་ག་ཁྱེད་དེ་ནང་ད་ང་དང་དེ་ནི་ཚད་མེད་བཞི་སྐོར་ལ་ང་དང་གཟུགས་མང་པོ་ཞིག་ངེས་བྱང་མང་པོ་ཞིག་གི་ས་འདི་ཡོད་འགྲོ་ངེས་བྱང་མང་པོ་ཞིག་གི་སྟུར་རྒྱུན་ན་ཨེ་ནི་ཚད་མེད་བཞིའི་སྒོ་མང་ཛ་ད་ནོ་ཧ་ལས་ག་གེ་དེ་ན་ང་དང་སྡུར་གྱུར་ན་མ་གྱུར་སེམས་ཅན་ཐམས་ཅད་བདེ་བ་དང་བདེ་བའི་རྒྱུ་དང་ལྡན་པར་གྱུར་ཅིག། སེམས་ཅན་ཐམས་ཅད་སྡུག་བསྔལ་དང་སྡུག་བསྔལ་གྱི་རྒྱུ་དང་འདྲལ་བར་གྱུར་ཅིག། སེམས་ཅན་ཐམས་ཅད་སྡུག་བསྔལ་མེད་པའི་བདེ་བ་དང་མི་འདྲལ་བར་གྱུར་ཅིག། སེམས་ཅན་ཐམས་ཅད་ཉེ་རིང་ཆགས་སྡང་དང་འདྲལ་བས་བཏང་སྙོམས་ཚད་མེད་པ་ལ་སེམས་ན་བར་གྱུར་ཅིག་གཟན་པོ་གཅིག་ཨོ་དེ་ག་ན་ང་དང་ཨོ་དེ། ཅིའི་སྐོར་ལ་གསུངས་ཟེར་རོང་ཟེར་ན་ཚད་མེད་བཞིའི་སྐོར་ལ་གསུངས་ཟེར་རོང་ཨོ་དེ་ན་ཚིགས་པོ་ནང་བཞིན་ཅིག། ང་དང་བསམ་བློ་དང་ཆ་ཙང་ན་ཨེ་ནི་དགའ་ཁྱེད་དེ་ན་ང་དང་ཚད་མེད་བཞི་ཨེ་ནི་སྒོམས་ཏེ་བསམ་བློ་ཨོ་ཟུག་ཤིག་བཏང་དགོ་ཟེར་རོ། སོང་བ་བསམ་ན་ད་དགའ་འོ་ན་ང་དང་ཚད་མེད་བཞི་སྒོམས་ཅཱ་སྤོ་དགའ་ཟུག་ཤིག་ཁག་ཅཱ་མཆེད་ཀྱག་ཟེར་ན། བདེན་པ་དེ་ནས་ང་དང་བདག་ས་དེ་ག་ན་ཚད་མེད་བཞི་གསུངས་སུ་འདུག་ག་ལེ། ཚད་མེད་ཟེར་པོ་ཅི་ང་དང་ཚང་མོ་ཟ་གོ་ནོག་པོ་ཚད་མེད་པ་ཟེར་ན། ད་ཨི་ཟམ་ཞིག་ཡོད་ཀྱག་ཟེར་ཏེ་སྤྲང་སྐ་རྒྱབ་ཅཱ་ཞིག་མེད་ཀན་པོ་ལ། ཡང་མིན་ན་ཆེ་ཆུང་པོ་ཨི་ཙམ་ཞིག་ཡོད་སྐྱག་ཟན་པོ་ཞིག་འདུག་ང་དང་ཆེ་ཆུང་ཚད་མེད་བཟུང་མི་ཡན་ཅི་ཞིག་ཅི་ཟེར་རོགས་ཚད་མེད་ཟེར་རོགས། འོ་ད་ཀྲང་སྐ་ཚད་བཟུང་མི་ཡན་ཅི་ཞིག་ང་དང་ཅི་བྱེད་རོགས་ཀྲང་སྐ་ཚད་མེད་བྱོན། སོང་པ་ཟ་ན་ད་ག་བདག་ས། བྱམས་པ་སྙིང་རྗེ་དགའ་བ་བཏང་སྙོམས་ཞི། འོ་དེ་ལ་ཞི་འོ་དེ་ཞི་པོ་ལ་ཅི་བྱོན་རོགས། ཚད་མེད་ཞི་བྱོན་རོགས། ཨ་ལས་བྱམས་པ་ཚད་མེད། སྙིང་རྗེ་ཚད་མེད། དགའ་བ་ཚད་མེད། བཏང་སྙོམས་ཚད་མེད། ཞེས་ནོ། ལྟ་བ་ན་འདོད་ལ་སྒོ་མེད་ཀྱི་ཚིག་ཟིན་དོན་དག་པོ་ཁོ་རང་ང་དང་ཚད་མེད། ཟེར་བ་ཅི་ཡི་ཚད་མེད་ཟེར་དོན་འོག་ཟེར་ན། སྒོ་མེད་ཀ་ཁྱེད་དེ་ནའང་བདག་སང་ང་དང་སེམས་ཅན་ཐམས་ཅད་བདེ་བ་དང་བདེ་བའི་རྒྱུ་དང་ལྡན་པ། ལྡན་ན་ཅི་མ་རུང་ལྡན་པར་བདག་གིས་བྱའོ་བསམ་པས། ཧ་ལས་ད་འདྲ་ངས་སྐྱོན་བསམ་པའི་བསམ་བློ་ཡོད་ན། དམིགས་ས་ག་རུ་དམིགས་ས་ཡོད་ཀྱང་ཟེར་ན་སེམས་ཅན་ཐམས་ཅད་ཟེར་ཏེ་མིན་བ་ལ་སེམས་ཅན་ཐམས་ཅད་ཟེར་ན་སེམས་ཅན་ཚང་མ། སེམས་ཅན་ཀུན། སེམས་ཅན་ཡོངས་སུ་རྫོགས་པ། ད་སེམས་ཅན་ཀུན་ཟེར་པོ་ཅིག་ཡང་ང་དང། ཡིན་ན་བཟོས་ང་བཞག་དེ་ནས་དགའ་གཞུང་ཆེན་མོའི་ནང་སེམས་ཅན་ཟེར་རན་པོ་ཅིག་སེམས་དང་ལྡན་པའི་ཨེ་ནས་གང་ཟག་ཐམས་ཅད་ལ་ང་དང་ཅི་བྱུང་ནོ། སེམས་ཅན་ཞུ་བ་ནོ། ཡིན་ན་ཡང་ད་བདག་ས་ང་དང་ཡང་ང་དང་མི་སྐྱེ་སྤྱི་ཚོགས་ཟིན་ན། སེམས་ཅན་སེམས་ཅན་ཛེར་པོ་ཆེ་ང་དང་ར་མ་བ་ལང་ཏུ་རའི་རིགས་ལ་མ་གཏོགས་སེམས་ཅན་ཟེར་ར་མིན་ནོ། ང་དང་ཚང་མང་དཔེར་ན་ང་དང་མི་ཚང་མང་སེམས་ཅན་ཡིན་ནོ་ག་ང་དང་རྒྱུད་ལ་སེམས་དང་ལྡན་པ་བཟང་ན་སེམས་དང་ཡོད་པ་བཟང་ན། ཨེ་ནས་ག་སངས་རྒྱས་བཅོམ་ལྡན་འདས་མ་གཏོགས་ང་དང་ཁོ་རའི་ནང་འང་འདུག་ག་ནི། དགའ། འགྲོ་བ་ཧ་ལས་དགའ། མི་ཡི་སྣང་གྲགས་ལྷ་ཡི་སྣང་གྲགས་ལྷ་མ་ཡི་སྣང་གྲགས་དུད་འགྲོ་ཡི་སྣང་གྲགས་ཉལ་བ་ཡི་སྣང་གྲགས་ཨི་དྭགས་སི་སྣང་གྲགས་ང་དང་ཚང་མ་ཅི་ནོ། སེམས་ཅན་ཡིན་ནོ། སེམས་ཅན་བཙན་པོ་ཅིག་སེམས་དང་ལྡན་པའི་གང་ཟག་སེམས་དང་ལྡན་པའི་སྲོག་ཆགས་ལ་ཅི་ཞོན་ནོ་སེམས་ཅན་ཞོན་ནོ། ད་སེམས་ཅན་ཐམས་ཅད་བཙན་པོ་ཅིག་ཡོངས་རྫོགས་མ་ཚང་བ་མེད་པ་ཀུན། འོ་གསུངས་པ་བསམ་ན་སེམས་ཅན་ཐམས་ཅད་བཙན་པོ་གཅིག་སེམས་ཅན་གཅིག་ཀྱང་མ་ལུས་པ། བདེ་སྐྱིད་ཕུན་སུམ་ཚོགས་པ་དང་ལྡན་གཅིག་བདེ་སྐྱིད་ཕུན་སུམ་ཚོགས་པ་དང་ལྡན་པ། བདག་གི་སྐྱ་བོ་བཙན་པོ་གཅིག་བདག་གཟེར་ཁང་པའི་ཁི་དང་མདངས་སྔར་ལ་བཞུད་ཚར་དུ་ན་ངེས་བཅོས་ཡིན་བསམ་ག་ནས་བསམ་བློ་ཞིག་ཡོད་ན་འོ་དེ་ལ་ཅི་བྱ་ནོ། བྱམས་པ་མཚན་མས་བྱོན་ནོ་ད། ད་འོ་ན་བྱམས་པ་ཚད་མེད་ཙན་པོ་ཅིག་ཚད་མེད་ཙན་པོ་ཅིག་ད་ག་རུ་དམིགས་ས་ག་རུ་དམིགས་ཏེ་བཀྱག་ཟེར་ན། དེ་ན་སེམས་ཅན་གཅིག་གཉིས་མེད་བཀྱག་ལེ་སེམས་ཅན་ང་དང་ལ་དྭགས་པའི་སེམས་ཅན་ཚང་མ་གཅིག་པོ་མེད་བཀྱག་ལེ། གསུངས་པ་ཟེར་ན་སེམས་ཅན་ཐམས་ཅད་ཙན་པོ་ཅིག་སེམས་ཅན་ཐམས་ཅད་དེ་ན་ག་འཇིག་རྟེན་འདི་ན་ང་དགའ་འདོད་དུ་ན་ང་དང་འགྲོ་བ་རིགས་དྲུག་སེམས་ཅན་ཙམ་ཞིག་ཡོད་ན་ཨོ་དེ་ཚང་མ་ཡང་ན་ང་དང་ཨོ་དེ་ནང་ལོགས་བསམ་བློའི་ཡུལ་དུ་ཡང་ན་ང་དང་དམིགས་པའི་ཡུལ་དུ་འཁྱོངས་སྟེ་ཡོད་པ་བསམ་ན། སེམས་ཅན་གྲངས་མེད་ཅིག་འཁྱོངས་སྟེ་ཡོད་པ་བསམ་ན་ཨོ་དེ་ན་ང་དང་ཕྱི་ནང་དམིགས་པ་སེམས་ཅན་ཚད་མེད་པ་ལ་དམིགས་པ་བསམ་ན། དམིགས་པ་སེམས་ཅན་གྲངས་མེད་པ་ལ་དམིགས་པ་བསམ་ན། ཨོ་དམིགས་པའི་སྒོ་ན་ཡང་ཚད་མེད་པ། ད་བསམ་བློ། རང་གཅིག་པའི་ཆེད་དུ་མ་ཡིན་པ་ཨི་གཟུགས་སེམས་ཅན་མང་པའི་ཆེད་དུ་བསམ་བློ་བཏང་སྟེ་ཨི་གཟུགས་སེམས་ཅན་ཚང་མ་ལ། སྐྱིད་པོ་ཡོང་ཞིག་སྐྱིད་པོ་ཡོང་བྱས་པོ་ངས་སྐྱོན་བསམ་ག་ནས་བསམ་བློ་ཡོད་པ་བསམ། བསམ་བློ་ཨི་གཟུགས་རྒྱ་ཆེན་མོ་ཞིག་བཏང་ཡོད་པོ་ཅིག་ཨི་ནི་དགེ་བ་ཡང། དཔག་ཏུ་མེད་པ་ཞིག་བསགས་ཀྱང་བསོད་ནམས་ཡང་དཔག་ཏུ་མེད་པ་བསགས་ཀྱང་བསགས་པ་བསགས་ན་བསོད་ནམས་ཚད་མེད་པའམ་དགེ་བ་ཚད་མེད་པ་བསགས་བྱ་ཞིག་གིས་བསམ་བློ་ཞིག་ཡིན་པ་བསགས་ན་ཨོ་དེ་ཀོན། ཨི་ནི་ང་དང་ཚད་མེད་བཞིའི་གཞོན་བྷ་ལེ་ད། བྱིས་པའི་ཚད་མའི་གཞུ་སྟོན་འོག་ཟིན་ན། དམིགས་ཡུལ་སེམས་ཅན་ཚད་མེད་པ་ལ་དམིགས་པའི་སྒོ་ནས་ཨེ་ནས་ཀུན་སློང་བསམ་པ་བཟང་པོ་ཞིག་ཁུར་པ་བསགས་ན་དེ་ག་ན་དགེ་བའམ་ཚོགས་སམ་བསོད་ནམས་དཔག་ཏུ་མེད་པ་ཞིག་དཔག་ཏུ་མེད་པའམ་ཚད་མེད་པ་ཅིག་བསགས་པ་བསགས་ན། ཨོ་དེ་བཞིའི་བསམ་བློ་བཏང་དང་པོའམ་ཨོ་དེ་བཞིའི་སྒོམ་དང་པོ་ལ་ང་དང་ཅི་གཞོན་ནོ་ཚད་མེད་བཞིའི་གཞོན་ནོ་ད་ཁེ་ན་ལེ། ད་དེ་ག་ན་ཁེ་དེ་ན་ས་ལེ་དེ་ནས་བྱམས་པ་ཚད་མེད་སྙིང་རྗེ་ཚད་མེད་དགའ་བ་ཚད་མེད་བཏང་སྙོམས་ཚད་མེད། ཨོ། ད་མཚན་མའི་གཞི་ཅི་ནོ་ཟེར་ན། ང་དང་ཚང་མ་མཚན་མའི་གཞི་ཟེར་ན། བྱམས་པ་མཚན་མས་སྙིང་རྗེ་མཚན་མས་དགའ་བ་མཚན་མས་བཏང་སྙོམས་མཚན་མས་ཨོ་དེ། ཨོ་དེ་གཞི་བསྒོམས་ན་ཕན་ཐོགས་ཅི་ཡོད་ཀྱང་ཟེར་ན། ཚོགས། ཚད་མེད་པའམ་དཔག་ཏུ་མེད་པ་ཞིག་བསགས་ཡོད་ཀྱང་བསོད་ནམས་ཚད་མེད་པའམ་དཔག་ཏུ་མེད་པ་ཞིག་བསགས་ཡོད་ཀྱང་དགེ་བ་ཚད་མེད་པའམ་དཔག་ཏུ་མེད་པ་ཞིག་བསགས་པ་བསགས་ན་ཚད་མའི་གཞི་ཟེར་ཏོ། ད་བསྒོམ་བསྒོམ་ཟེར་ན་པོ་ཅིག། ང་དང་བསམ་བློའང་ཨོ་དེ་བསྒོམ་དྲིས་ཟེར་ནས་བསམ་བློའི་ནང་ཨོ་དེ་ཡང་ཡང་འཁོར་བཅུག་ན། འོ་ད་བདེན་པ་ང་དང་སྔར་བསགས་པའི་སྡིག་པ་ཐམས་ཅད་བདེན་གནས་ཀ་ན་ཅང་ཀྱག། ཡོངས་ཆད་ཅན་ན་ང་དང་རང་གཞན་ཚང་མས་དོན་དག་བགོ་བཤའ་བཟོས་ཚོགས་བསོད་ནམས་པའང་བདེན་གནས་ཀ་ན་བསགས་ཀྱག། འོ་ད་བསམ་བློ་ཨོ་གཟུགས་ཞིག་ཁུར་དང་པོ་ལ་ང་དང་ཅི་བྱོན་ནོ་ཚད་མེད་བཞི་བསྒོམས་ཏེ་འམ་ཡང་མིན་ན་ཚད་མེད་བཞི་ཡང་ཡང་བསམ་བློ་བཏང་སྟེ་ཟེར་ཏེ་ནོ། འོ་ད་སོང་བ་ས་ན་དེ་འོ་གེ་དེ་ན་ང་དང་ནང་པ་སངས་རྒྱས་པའི་ཆོས་ཀྱི་སྒོ་མེད་ག་ན་ངེས་ཀྱང་ཚང་མ་ང་དང་ནམ་སངས་རྒྱས་བླ་མ་རིན་པོ་ཆེ་བཞི་ང་དང་ཁ་དབང་བཀའ་ཆོས་ཤིག་ས་ལེ་འགྲོ་དེ་ན་ཚོ་ལ་ང་དང་ཟེ་ནས་ཅིག་སྔགས་དང་མདོ་ཡི་ཆོ་ག་ཕྱོགས་ལེན་གྱི་ཀ་གཟུགས་ཤིག་བཙལ་ན་དགོས་ག་སྐྱབས་འགྲོ། སེམས་བསྐྱེད། དེ་གསུམ་པས་ག་གེ་དེ་ན་ཅི་ཡོང་ནོ་ཚད་མེད་བཞི་སྒོམ་དང་པོ་ནམ་སངས་ཡོང་དུ་བ་ལེ། འོ་ད་དེའུ་གལ་ཏེ་ན་ང་དང་ནང་པ་སངས་རྒྱས་པའི་ཆོས་ལ་བརྟེན་ཀ་འདས་ན་ཡང་དེ་ནས་ཐེག་པ་ཆེན་པོའི་ཆོས་ལ་བརྟེན་ཀ་ནི་དགའ། གདུལ་བྱ་རྣམས་ཀྱི་ཡང་མེད་ན་ཐེག་པ་ཆེན་པོའི་ཆོས་ཉམས་ལེན་སྤྱོད་ཀ་ནི་གང་ཟག་སྐྱེ་བོ་རྣམས་ཀྱི་འོ་ད་ཉམས་ལེན་གྱི་ཡོད་སྣང་མེད་སྣང་ཅི་ཡིན་ནོ་ད་འོ་དུས་ང་དང་ངའི་སྤར་དུ་མཁྱེན་ཏེ་ནི་ང་དང་སྟོད་རྒྱུད་ན་སེམས་ཅན་ཐམས་ཅད་བདེ་བ་དང་བདེ་བའི་རྒྱུ་དང་ལྡན་པར་གྱུར་ཅིག་ཟེར་ཁ་ནས་ཤོ་ལོ་ཀ་གཅིག་པོ་ང་དང་མ་ཁྱོད་གང་ཅིག་སུའང་མེད་ཀྱང་ཡང་ཡང་སྐྱོར་ཏེ་ནི་བན་ཆེ་ཁ་ཁོའི་ཚིགས་སུ་བྱིན་ལགས་པོ་དང་སངས་རྒྱས་དང་བྱང་ཆུབ་སེམས་དཔའ་ཀུན་ནི་ནི་ནུས་པ་དང་བྱིན་ལགས་པོ་ང་དང་སེམས་ལ་འཇུག་ཨན་པོ་ཅིག་ནི་ང་དང་འདི་བསམ་བློ་ཞེས་ཏེ་ན་རང་བཞིན་གྱི་འཁོར་དུ་ཡོངས་སུ་སྟེ་ནི་བདེན་པ་ཚོགས་བསོད་ནམས་དཔག་ཏུ་མེད་པ་ཅིག་ང་དང་ས་ག་ནའོ་ཞོན་ནོ། སྐྱོ་དལ། ད་འོ་ན། ཧ་ལས་དེ་ནས་བྱམས་པ་ཚང་མས་སྙིང་རྗེ་ཚང་མས་དགའ་བ་ཚང་མས་བཏང་སྙོམས་ཚང་མས་དགའ་གཟུགས་ཤིག་ལ་རེ་ནང་རེ་རེ་དགའ་གཟུགས་ཤིག་ག་ཟེ་ར་ནོག་ཟེ་ར་འབོ་ཅིག། སེམས་ཅན་ཐམས་ཅད་ལ་དམིགས་ན་བདེ་བ་དང་ལྡན་པ། ཧ་ལས། བདེ་བ་དང་ལྡན་པ་ཅི་མ་རུང་བདེ་བ་དང་མ་ལྡན་ན་ཅི་མ་རུང་བསམ་པའི་ང་དང་བསམ་བློ། ཨེ་ནས་བསམ་བློའམ་ཨེ་ནས་ཡང་མིན་བདེ་བའམ་བདེ་མ་ཟད་ཨེ་ནས་བདེ་བའི་རྒྱུ་དང་ཡང་ལ་དྭངས་ཅིག། མདོར་བསྡུ་ན། ནམ་མཁའི་མཐའ་དང་མཉམ་པའི་སེམས་ཅན་ཐམས་ཅད་ལ་བདུད་ཀྱི་ཕུན་སུམ་ཚོགས་པ་དང་ལ་དྭངས་ཅིག། བདུད་ཀྱི་ཕུན་སུམ་ཚོགས་པའི་རྒྱུ། དགེ་བ་དང་ཡང་ལ་དྭངས་ཅིག། བཅོས་ཤིག། ང་རང་ཡང་སང་ཁོ་འང་བདུད་ཀྱི་ཕུན་སུམ་ཚོགས་པ་ཡོངས་སྐྱེས་དང་བདུད་ཀྱི་ཕུན་སུམ་ཚོགས་པའི་རྒྱུ། དགེ་བ་ཡོངས་བྱ་སའི་ཐབས་ལ་བརྩོན་ནི་བསམ་སྟེ་བསམ་བློ་ཞིག་བཏང་ཡ་ན་ང་དྭངས་ཅིག་སྒོམ་སྟེ་ནོག་ཟེར་ན་འོ་ད་བྱམས་པ་མཚན་མས་སྒོམ་སྟེ་ནོག། ད་གཉིས་པའི་ཀ། ཧ་ལས་སྙིང་རྗེ་མཚམས་མེད། སྙིང་རྗེ་ཡི་ཟེར་སྐམ་པོ་ཀ་གཟུགས་ཤིག་ག་བསམ་བློ་བཟང་བ། གཞན་ནི་སྡུག་བསྔལ་གཞན་ནི་སྡུག་བསྔལ་གྱིས་ཀ་མྱོང་བས་ན་གཞན་སྡུག་བསྔལ་གྱིས་ལ་ཡོང་སྡུག་བསྔལ་གྱིས་ཡོངས་སུ་དེ་ཡོད་ན་དཀའ་བསྔལ་བར་དོ་གཅིག་ཡོད་ན། ཨོ་དེ་དང་འདྲལ་འདོད་ཀྱི་བསམ་བློ་ལ་ང་དང་ཅི་བྱུང་ན་སྙིང་རྗེ་ཡི་ཟེར་ག། སྡུག་བསྔལ་གྱིས་མནར་བའི་སེམས་ཅན་ལ་དམིགས་ན་ཨོ་དེ་སྡུག་བསྔལ་བོ་འདྲལ་འདོད་ཨོ་དེ་སྡུག་བསྔལ་བོ་ལ་ཐར་འདོད། ཨོ་ང་དང་ཐར་བར་འདོད་པས་ཡེ་ནས་ང་དང་བསམ་བློ་གྱིས་ཀ་སེམས་བྱུང་གྱིས་ཀ་ཅི་བྱུང་ན་ཟེར་ན་ཡེ་ནས་ང་དང་སྙིང་རྗེ་ཡི་བྱུང་ན། ད་འོས་དུ། སེམས་ཅན་ཐམས་ཅད་ལ་དམིགས་ཏེ་འོ་གཟུགས་ཀྱི་བསམ་བློ་བཏང་ན་སེམས་ཅན་ཀ་གཟུགས་ཤིག་ཡོད་ན། ག་ན་སེམས་ཅན་ཀ་གཟུགས་ཤིག་ཡོད་ན་དེ་ཚང་མ་སྡུག་བསྔལ་དང་བྲལ། ན་ཅི་མ་རུང་བྲལ་བར་ངེས་སྐྱོན་བསམ་སྟེ། ཨེ་ནས་སྡུག་བསྔལ་དང་བྲལ་བའི་ཁོ་རང་ཡང་ཚང་རྒྱུད་ལ་བརྩོན་ཞིག་བསམ་སྟེ། ཨེ་ནས་ང་དང་བསམ་བློ་ཞིག་བཏང་སྟེ་བསམ་བློ་འཁོར་བཅུག་གིན་ན་འོ་དོ་ལ་ང་དང་ཅི་གཞོན་ནོ་ལ་ཨེ་ནས་སྙིང་རྗེ་ཨེ་ནས་ཚད་མེད་གཞོན་ནོ། སོགས་ལ་དང། སྙིང་བྱམས་པ་ཚད་མེད་སྙིང་རྗེ་ཚད་མེད། དང་བདེན་སྣ་ཚོགས་ལ་ང་དང་དགའ་བ་ཚད་མེད། དང་དགའ་བ་ཚད་མེད་བཙན་པོ་ཆེ་དགའ། སེམས་ཅན་ཐམས་སུ་དང་སུ་ཞིག་ཡིན་ན་ཡང་བདེ་བ་དང་ཁོ་ལྡན་པས། ཧ་ལས་ཨིད་སེམས་བདེ་བ་དང་ལུས་བདེ་བ་དང་ལྡན་པས་ཡོད་ན་ཨོ་དེ་བདེ་བ་ཁོ་རེད་ན་དུ་གྱུར་ན་ང་དང་ཞོ་མེད་ན། སྡུག་བསྔལ་དང་སྡུག་བསྔལ་གྱི་སྡུག་བསྔལ་མེད་པས་བདེ་བ་དང་མི་འབྲལ་བར་གྱུར་ཅིག་བཙན་པོ་ཅིག། སྡུག་བསྔལ་མེད་པའི་བདེ་བ་དང་དགའ་སེམས་ཅན་སུ་དང་སུ་ཞིག་ལ་ཡང་སྡུག་བསྔལ་མེད་པར་རྡི་སྐྱིད་ཕུན་སུམ་ཚོགས་པ་ཞིག་དང་ལྡན་དུ་ཡོད་ཀ་ནས་སེམས་ཅན་ཚང་མ་ལ་རང་རང་ཡོད་ཀ་ནས་རྡི་སྐྱིད་ཕུན་སུམ་ཚོགས་པ་དེ་དང་ནམ་ཡང་མ་འདྲ་བ་དེ་ན་རྡི་སྐྱིད་ཕུན་སུམ་ཚོགས་པ་ལ་ལོངས་སྤྱོད་སྦྱིན་པའི་ངང་ན་སྐྱེ་བ་ན་སྐྱེ་བ་ཆོས་བསྒྲུབས་ཏེ་མཐར་ཐུག་སངས་རྒྱས་ཀྱི་གོ་འཕང་ཚུགས་པ་ཐོབས་ཤིག་བསམས་ཏེ་ང་དང་བསམ་བློ་དང་པོ་གཅིག་ཨོ་དེ་ག་ན་ང་དང་ཅིག་བསམ་བློ་བཏང་ཟེར་རོ། དགའ་བ་མཚན་མེད་ཟེར་ག་མ་དགའ་བ་མཚན་མེད་བཙན་པོ་ཅིག་བདེ་བ་དང་ཡང་ན་དགའ་བ། སེམས་ཅན་ཚང་མ་ལ་དགའ་བ་ཡོང་ཤིག་སེམས་ཅན་ཚང་མ་ལ་བདེ་བ་ཡོང་ཤིག། ཁོ་རང་སེམས་ཅན་ཚང་མ་ལ་བདེ་བ། མེད་ཀན་ལ་ཡོང་བར་གྱུར་ཅིག་དེ་ནས་དགའ་སེམས་ཅན་ཚང་མ་ལ་བདེ་བ་དང་ཡོད་ཀན་བོད་ཀན་ནམ་ཡང་བྲལ་བར་མ་གྱུར་ཅིག། ནམ་ཡང་བདེན་ན་ངང་ན་ལུས་ཤིག་བསམ་སྟེ་ཨེ་ནི་ང་དང་བསམ་བློ་བཏང་དང་པོ་ལ་ཅི་བྱོན་ནོ། ཨ་ནི་དགའ་བ་ཚར་མེད་སྒོམ་སྟངས་པོ། ད་བཞི་པའི་ག་ཤེད་ན་བཏང་སྙོམས་ཚར་མེད། ཧ་ལས་བཏང་སྙོམས་ཛར་པོ་ཅི་ང་དང་བརྟུལ་ཞུགས་ན་ཆ་སྙོམས་ཛར་ནོ་ཨ་ལས་ཆ་སྙོམས་བདག་ས་ང་དང་བསམ་བློ་ཤེས་དང་ཆ་སྙོམས་མ་ན་མེད་ཀྱང། དགའ་རང་བསྙེན་ཆོག་རང་ཕན་ཐོགས་སྤྱོད་ག་ནས་ཆོག་ཨ་ནི་རང་ཨེ་དེ་ནས་དགའ་བཛའ་བོ་ངོ་ཤེས་ཚང་མ་ལ་པ་ད་རྡོ་ལ་ཐོབ་ཤིག་རྡོ་དང་རྡོ་ལ་ལྡན་ཅིག་ཨོ་ཡོད་སྐྱིད་པོ་ཡོད་ཚ་ཐམས་ཅད་ཁོང་ཨ་ཡོང་ཤིག། བྱ་ལག་དངོས་པོ་བརྒྱ་ལ་ཡོད་ཚ་ཐམས་ཅད་ཁོང་ང་ཐོབ་ཤིག་ཁོང་ང་ལྡང་ཅིག་ང་དང་ང་བཞེས་ཆོག་ལ་བཟང་པོ། བརྒྱ་ལ། ཨོ། ལ་ཀོ་ན་ཞིག་ཡིན་ན་ང་བཞེས་ཆོག་ལ། ང་བཞེས་བསྙེན་དཀྲུང་པས་ཆོག་ལ། ཨོ་ད་རང་ཡང་མ་མཐུན་གང་ཅིག་ཡོད་ན་དོལ་ལ་གལ་ཏེ་ན་སྡང་བ་ཡོང་སྟེ། དོལ་ལ་གལ་ཏེ་ན་ང་དང་བཞེས་སྡང་བླངས་སྟེ་དོལ་ལ་ང་དང་ཕྲག་དོག་སྐྱེས་ཏེ་དོལ་བ་ད་རུང་ལྡན་ན་ང་དང་གཡེང་བ་དགའ་བ་སྐྱེས་ཅག་ཨ་ཟེ་ག་བོར་ཏེ་དེ་སྔོན་ལ་ཅི་སྟོང་ཡང་ཕུན་སུམ་ཚོགས་པ་བརྒྱ་ལས་ཆེན་པོ་ང་དང་སེམས་ནང་ལ་མ་སྐྱིད་པ་དང་མ་དགའ་བ་ཡོང་བ་ན།

སྒོ་མེད་ཀ་ང་དང་རྡོ་ལ་སྒོམ། སྒོམ་འདི་བསྟན། བསྟན་པ་ནི་བར་ཆད་སྒོམ་གཞི་ཐེབས་ཏེ་བར་ཆད་གཏོད་ང་དང་དགོངས་པ་ས་ན་ལྷ་མོ་བྱ་ནོ། ད་དེ་སྣ་ཚོགས་ལ་ང་དང་ཆོས་ཡོན་ཏན་ཅི་ཞིག་ཡིན་ནས་སྒོ་མེད་ཀ་ང་དང་ཨེ་བི་སེ་ཟེར་བྱ། ཀ་ཁ་ག་ང་ཟེར་བྱ་ལ་ཀག་སྤོ་ར་ག་ལས། ཡིན་བསྟིང་བསྟིང་ན་ད་དེ་འོན་ཁེ་དེ་ན་ཡེ་ནས་ཁོ་འང་ཁོ་ལྷ་མོ་བྱ་རུ་ག་ལས་ད་གདངས་དེ་རིང་ང་དང་ག་ང་དང་དེ་རིང་རྐན་པ་སློབ་སྦྱོང་ཡོད་ག་ངོ་ནི། ད་རྐན་ལ་མཚུངས་ཚད་ཙ་ན་ང་དང་ཨེ་ནི་གཱ། ད་པེ་ན་ཨིང་ལིས་ཡིན་ན་ང་དང་བུ་དེག་ཡིན་ན་ང་དང་བུ་དེག་ཡིན་ན་གསུང་རྟགས་སྐོར་དེ་ན་ཚོ་ལ་ཨིང་ལིས་ཡིན་ན་འགེལ་མལ་སྐོར་དེ་གཟུགས་ཡོད་ན་ང་དང་ཙམ་ཞིག་བཀག་སྤོ་ཚོ་ར་མེད་པིན་སྟིང་ན་གཱ་གཟུགས་ལྷ་མོ་ཅིག་ཆ་རུག། ཨོ་ད་མདོར་བསྡུ་ན་ང་དང་ཡོན་ཏན་གྱི་རིགས་བསམ་བློའི་རིགས་ཅི་དང་ཅི་ཞིག་ཡིན་ན་གོམས་ན་ལྷ་མོ་ཆ་ཆ་སྤོ་ཁེ་དེ་ན་ཁོ་དངོས་པོའི་ཆོས་ངེས་ཅིག་ཡིན་རུང་སོང་པ་ས་ན་ད་ང་དང་བདག་ས་དེ་ག་དེ་ནས་ག་བྱམས་པ་ཚན་མེད་སྙིང་རྗེ་ཚན་མེད་དགའ་བ་ཚན་མེད་བཏང་སྙོམས་ཚན་མེད་བཞི་སྤོ་ཁེ་དེ་ན་ཡང་ཡང་བསམ་བློ་གཏོང་སོང་ས་ནོ་ཧ་ལས་ད། ཨ་ལས་གསུངས་པ་ཟང་ན་རྟག་ཏུ། བཏང་སྙོམས་རྟག་ཏུ་ཡང་དག་བསྒོམ་པར་བགྱི་གསུངས་སོ། ཧ་ལས་བྱམས་དང་སྙིང་རྗེ་བདག་དང་དགའ་བ་དང། བཏང་སྙོམས་རྟག་ཏུ་ཡང་དག་བསྒོམ་པར་བགྱིས། ཨོ་དེ་ཚད་མེད་བཞི་པོ། ཨོ་དེ་ནི་བཏུས་དང་རྣམ་པ་ཀུན་ཏུ། ཡང་ཡང་བསམ་བློ་དང་བསྟོད་བསྔོས་ལྡན་པ། ཡང་དག་པར་བསྒོམ་པར་བགྱིས། རིན་པོ་ཆེ། ཨོ་ད་དེ་ནི་བདེན་པ། རྣམ་དཔྱོད་དང་ལྡན་པའི་སྒོ་ནས་འོ་དེ་ནི་དེ་བསྒོམས་ན་ཕན་ཐོགས་བརྗོད་དཀའ་འབོ་ཧ་གོ་བའི་སྒོ་ནས་མ་བསྒོམས་ན་བདེན་པ་ང་དང་ཁྱོད་རྣམ་པར་བརྟགས་པ་ཡོངས་ཁྱད་མེད་པར་འབོ་ཧ་གོ་བའི་སྒོ་ནས་འོ་དེ་ལ་བརྩོན་འགྲུས་བྱོས་འོ་དེ་ལ་ཡང་ཡང་བསྒོམ་མ་ཛར་ཏེ། འོ་ན་ད་བསྒོམས་ན་ཕན་ཐོགས་པོ་ཅི་ཡོད་ཀྱང་བསྒྲུབ་སྒྲ་པོ་ཅི་ཡང་ཡོད་ཀྱང་ང་དང་ཁྱེད་ཕན་པོ་ཅི་ཡོད་ཀྱང་ཟེར་ན། གོང་མ་རྙེད་པར་མ་གྱུར་དེ་ལྟར་ན་ཡང། ཚངས་པའི་འཇིག་རྟེན་བདེ་བ་ཐོབ་པར་འགྱུར། ད་དེ་མཚན་མའི་གཞི་བསྒོམས་པ་མ་ཟད་དེ་ནས་ལྕམ་སོགས་ཆ་མཚན་མའི་གཞི་པོ་ང་དང་བསྒོམས་པའི་སྒོ་ན་དེ་ཀ་ད་རུང་སྣལ་མ་ནས་གང་ཟག་གི་བདག་མེད་རྟོགས་པའི་ལྟ་བ་དང་ཆོས་ཀྱི་བདག་མེད་རྟོགས་པའི་ལྟ་བ་དངོས་མཉམ་པོ་བཟུང་སྟེ་སྒྲོལ་བའི་སྒོ་ན་བསྒོམས་ན། ང་དང་འཇུག་འབྲས་པོ་ཅི་ཡོང་བར་བཀག་ཟེར་ན། དགའ། ཐར་པའི་གོ་འཕང། ཐམས་ཅད་མཁྱེན་པའི་གོ་འཕང། ཧ་ལས། ཨོ། ད་དགའ་ཁྱེད་དེ་ན་གོང་མ་ཟན་པོ་ཅིག་ཉན་རང་དགྲ་བཅོམ་པའི་གོ་འཕང། མཐར་ཐུག་སངས་རྒྱས་ཀྱི་གོ་འཕང་ཚུགས་པའང་ཁྱེད་དེ་ན་མཚན་མའི་གཞི་བསྒོམས་པ་ལ་བརྟེན་ན

ན་སྐབས་སུ་ཡང་ཟེར་ཏེ་རོགས་ལྟ། འོ་ན་ན་སྐབས་སུ་སྒྲུབ་སྒྲས་པའམ་ང་དང་དེ་ནི་ཕ་ཡོན་པའང་ང་དང་དེ་ནི་ཅི་ཐོབ་བེད་ཀྱང་ཟེར་ན་ཚངས་པའི་འཇིག་རྟེན་བདེ་བ་ཐོབ་པར་འགྱུར་ཟེར་ཏེ། འོ་དེ་ནི་མཚན་མའི་གཞིས་བསྒོམས་པ་ལ་བརྟེན་ན་མཐར་ཐུག་སངས་རྒྱས་སུ་གོ་འཕང་ཉན་རང་དགྲ་བཅོམ་པའི་གོ་འཕང་ཚུགས་པའང་ཐོབ་པ་ནོ་ཡིན་ན་ན་སྐབས་སུ་ཡང། ང་དང་ཚེ་རབས་ཕྱི་མ་རྣམས་སུ། འོ་ན་ད་དེས་སྒོམ་པ་ལ་བལྟས་ན་ང་དང་འདི་ན་ཤི་འདི་ན་ཡོད་ན་བདག་ས་རང་ཉན་རང་དགྲ་བཅོམ་པའི་གོ་འཕང་ཐོབ་པ་ནོ་སངས་རྒྱས་རྒྱུད་རང་ནོ་ག་ཟེར་ན། བདག་ས་རང་དེ་གཟུགས་ཞིག་མགྱོགས་པ་རང་ལ་མགྱོགས་པ་རང་ཞིག་དང། སྐྱེ་བ་གཅིག་ཉིད་ཞིག་ན་ཡོངས་སུ་དྭངས་ཆ་ཞིག་དང་མེད་ཀྱང། ཡིན་ནའང། གུ་ལས་གུ་ལས་རིམ་གྱིས་ཐོབ་པ་ནོ། ཡིན་ནའང་ན་སྐབས་སུ་ཡང་ཟེར་ན། ཡིན་ནའང་ང་དང་སྐྱེ་བ་ཕྱི་མ་རྣམས་སུ་ཡང་ཚར་མེད་བཞིས་བདེན་པའི་ཚུལ་བཞིན་དུ་ཡང་དག་པར་སྒོམ་དཀའ་ནས་མི་ཞིག་ཡིན་ན། ཡིན་ནའང། གལ་ཏེ་ན། ང་དང་འདི་ནི། གཟུགས་ཁམས་པའི་ལྷ། ཧ་ལས་དེ་ནས་དགའ་གཟུགས་ཁམས་དེ་ནས་བསམ་གཏན་བཞི་བཞོན་ནོ་བསམ་གཏན་དང་པོ་བ་བསམ་གཏན་གཉིས་པ་བ་བསམ་གཏན་གསུམ་པ་བ་བསམ་གཏན་བཞི་པ་བ། གསུངས་པ་ས་ན་གཟུགས་ཁམས་བསམ་གཏན་བཞི་ཡིན་ཏེ་ནང་གསེས་ན་རིགས་བཅུ་བདུན་ཡོད་གསུངས་ཏེ་ང་དང་ཕྱག་སྤེལ་དགོངས་ནས་ན་ལྟོས་གསུངས་ཏེ་ཡོང་དོ། ད་འོ་ན་བསམ་གཏན་བཞི་ཡིན་ན་བསམ་གཏན་བཞི་ན་ཚངས་རིས་ཚངས་ཆེན་ཚངས་སྤ་བདུན་ན་བདུན། ཨོ་ཆུང་ཚན་མེད་འོད་ཨོ་གསལ། རྒྱལ་ཆུང་ཚན་མེད་རྒྱལ་རྒྱལ་རྒྱལ་བཟི་སྟེ་བསམ་གཏན་དང་པོ་བ་གསུམ་བསམ་གཏན་བཞི་པ་བར་རྒྱལ་ཙན་པོ་གཅིག་བསམ་གཏན་ཨེ་ནས་དགའ་ཁྱེད་ལྟས་ན་མདོར་དུ་ན་གཟུགས་ཁམས་ཨེ་ནས་ན་རིགས་བཅུ་བདུན་ཟེར་ཏེ་ཆགས་པའི་ངོ་ནས་ན་ལྟོས་གསུངས་ལྟོས་ཀྱང་ལྟ་སྟེ་ན་ཁྱེད་བསམ་གཏན་དང་པོ་བས་ན་ཁྱེད་ཚངས་པའི་འཇིག་རྟེན་བདེ་བ་ཐོབ་པར་འགྱུར་ཙན་པོ་གཅིག་ང་དང་གཟུགས་ཁམས་ལ་སྐྱེས་ཏེ། འདི་ནི་ལྷ་ཚངས་པའི་གོ་འཕང་ཐོབ་པའི་རྫས་ནོ། ཚངས་དང་ལྷ་ཚངས་པ་ལ་གལ་ཏེ་ན་དེ་ན་གསུམ། ཚངས་རིས་ཚངས་ཆེན་ཚངས་པ་བདུན་ན་བདུན་ཟེར་ཏེ། ཚངས་པས་དེ་ནི་གཟུགས་ཁམས་ཀྱི་ལྷ་ཡི། སྐྱེ་བ་ལེན་ཏེ། ད་དེ་ན་གལ་ཏེ་ན་འདི་སྐད་ཕུན་སུམ་ཚོགས་པ་ལ་ལོངས་སྤྱོད་ཉན་ནས་ཟེར། དུས་ཀྱི་ནང་ང་དང་དེ་ནི་བདེ་འགྲོ་ལྷ་མིའི་གོ་འཕང་ཟེར། བར་མ་མིའི་གོ་འཕང་ལ་ང་དང་དེ་ནི་དགའ། གླིང་བཞི་མི་ཡོད་དེ་ནོ། གླིང་བཞི་ན་ཤར་ལྷོའི་བ་སྤུ་ལོ་འཛམ་བུའི་གླིང། ནུབ་བ་ལང་སྤྱོད་ཅང་སྒྲ་མི་སྙན། ནས་དེ་ན་ཡང་ད་ལྷ་ལ་ཁྱེད་བལྟས་ན་ནས་དགའ་འདོད་པའི་ལྷ་དང་ནས་གཟུགས་ཁམས་པའི་ལྷ་དང་གཟུགས་མེད་པའི་ལྷ་ཞིག་མང་པོ་ཡོད་པ་བསམ་ན་འདོད་པའི་ལྷ་ལ་ནས་ང་དང་ནས་འདོད་ལྷ་ཞིག་དྲུག་ཟེར་དུས་ཡོད་དོ་ལ། ད་འོ་ན་གཟུགས་ཁམས་པའི་ལྷས་ན་ནས་དགའ་ཚངས་ལྷ་ཚངས་པ་ཟེར་ག་སྔོན་ཁྱེད་བལྟས་ན་གཟུགས་ཁམས་པའི་ལྷ་ཡིན་པ་བསམ་ན་ལྷ་ཚངས་པ་སྔོན་ལ་ད་ང་དང་མཚན་མའི་གཞི་བསྒོམ་པ་ལ་བལྟས་ན་ལྷ་ཚངས་པའི་གོ་འཕང་ཐོབ་པས་ན་ཅི་ཡོད་ཀྱང་ཟེར་ན་ད་དེ་ན་ང་རྡིས་སྐད་ཅིག་མ་གཏོགས་སྡུག་བསྔལ་ནམ་ཡང་མེད་ཀྱང་ད་སྡུག་བསྔལ་མ་ན་རྩ་བ་ཉིད་ན་མྱོང་བ་མ་ནོ་ལྟར་དེ་སྐད་དང་ལྡན་པའི་སྒོ་ནས་ཆོས་རྣམ་པར་དག་པ་བསྒྲུབས་ཏེ་ནི་མཐར་ཐུག་སངས་རྒྱས་སུའི་གོ་འཕང་ཚུགས་པའང་ཐོབ་བྱ་བཞེད་པར་བསམས་ན། འོ་ད་ནས་སྐབས་སུ་ཡང་ནི་དགའ། ཚངས་པའི་འཇིག་རྟེན་ནི་གོ། ཚངས་པའི་གོ་འཕང་ལ་སོགས་པ་ཐོབ་པ་ནོ། འོ་ན་ང་དང་ད་ལྷ་ཡུལ་ལ་སྐྱེས་ན། སྡུག་བསྔལ་ག་ཚོད་མེད་ཀྱང་སྲིད་ན། ལྷ་ཡུལ་ལ་སྐྱེས་ཏེ་ན་ང་དང་སྡུག་བསྔལ་ཡོངས་བྱ་ཟེར་རྒྱུ་གཅིག། དགའ། ཁོང་ཁྲོ་དང་བཞེད་སྡང་ཚང་མར་རྩ་བར་སྙིང་ན་མེད་ཀྱང་ལྟ། ག་ལྷ་ཡི་ན་བཟླ་ཁྱེད་ལྟར་ང་དང། བདག་ས་ང་དང་འདོད་པའི་འཇིག་རྟེན་ང་དང་མི་ཡུལ་འཇིག་རྟེན་འདི་ག་ཡོད་ཙ་ན་ང་དང། ཨེ་ནས་འདོད་ཆགས་བཞེས་སྡང་ཁོང་ཁྲོ་ཨེ་ནས་ཁོང་ང་འདོད་ཆགས་དག་ཡོད་སྐྱག་དག་ཡིན་ན་ག་བཞེས་སྡང་ན་ཁོང་ཁྲོ་མེད་པ་ས་ན་ཨེ་ནས་བདེ་ན་སེམས་ལ་སྡུག་བསྔལ་ཡོང་ང་མ་ནོ་གསུངས་སྟེ། འོ་སོང་པ་ས་ན་ཚངས་པས་ཨེ་ནས་བདེ་སྐྱིད་ཕུན་སུམ་ཚོགས་པ་ལ་ལོངས་སྤྱོད་དེ་མཐར་ཐུག་ཨེ་ནས་སངས་རྒྱས་སུའི་གོ་འཕང་ཨམ་ཨེ་ནས་ཉན་རང་དགྲ་བཅོམ་པའི་གོ་འཕང་ལ་སོགས་པ་རིམ་བཞིན་བརྒྱུད་དེ་ཨེ་ནས་ཐོབ་བྱ་ཞིག་ཡོད་སྐད་ཨ་གསུངས་དང་སོང་པ་ས་ན་ལྟ་དེ་ག་ན་གོང་མ་རྙེད་པར་མ་གྱུར་དེ་ལྟར་ནའང་བཟང་པོ་ཅིག་ན་སྐབས་སུ་འོ་ཐར་པ་དང་ཐམས་ཅད་མཁྱེན་པའི་གོ་འཕང་མ་ཐོབ་ན་ཡང་ཚངས་པའི་འཇིག་རྟེན་ལ་སོགས་པའི་བདེ་བ་ཕུན་སུམ་ཚོགས་པ་ཐོབ་པར་འགྱུར་ར་ནོ་ཟེར་ན་ཐོབ་རུང་ཨེ་ནོ་ཐོབ་སྲིད་བྱ་ཞིག་ཨེ་ནོ་ཐོབ་རུང་བྱ་ཞིག་ཨེ་ནོ་གསུངས་ཟེར་རོ་སྐྱོ་ད་ལས།

ངེད་རྣམས་རང་ཡང་མཛའ་བོ་ངོ་ཤེས་ཟེར་ན་རང་ན་སེམས་ཐག་ཉེ་མོ་ཡོད་དཀར་མགོ་ལ་ཁོ་ལ་སྐྱིད་པོ་ཡོང་ཞིག། ཧ་ལས། ཁོ་ལ་སྐྱིད་པོ་ཡོང་ན་ཅི་མ་རུང། ཁོ་ལ་སྐྱིད་པོ་ཡོང་བྱ་ལ་ཡོང་བྱ་ཟེར་ལགས་པོ་ཁྱེད་རང་ངས་སྐྱོན་བསམ་དཀའ་འདྲ་དཔེར་ན་ང་ད་ཕ་མ་ངོ་ནས་དགའ་ཨ་མ་ལས་ན་ཨ་ཕ་ལས་ངོ་ནས་རང་ཡང་ཕྲུ་གུ་ལ་ཨོ་ཁོ་ཨ་དིས་ཀྱིས་ཕུན་སུམ་ཚོགས་པ་ཞིག་དང་ལྡན་པར་བདག་གིས་བཅའོ་བསམ་པའི་བསམ་བློ་དེ་སྡུག་ཨ་ལས་ཡོད་པ་བསམ་ན་ཨ་མའི་རྒྱུད་ལ་ཅི་ཡོད་དེ་ནོག་རང་གི་ཕྲུ་གུ་ལ་དམིགས་པའི་བྱམས་པ་ཡོད་དེ་ནོག་ད། ད་ཡོད་པ་ཟེར་ན་འདོད་བྱ་འབའ་ཚར་མེད་ཡིན་ནོ་ཟེར་ན་མ་ནོག་ཅེས་ཟེར་ན་སེམས་ཅན་གཅིག་གམ་མ་གཏོགས་དམིགས་བསལ་མིན་ནོ་ལེ། འོ་ད་བྱ་འབའ་ཚར་མེད་ཟེར་གང་མོ་ག་ནམ་ཞིག་ན་ག་གཟུགས་ཤིག་གིས་བྱ་འབའ་ཚར་མེད་ཟེར་ཀྱང་སེམས་ཅན་ཚང་མ་ལ་ཉེ་རིང་མེད་པ་འོ་སྐྱིད་པོ་ཡོང་སྐྱིད་པོ་ཡོང་སྐྱིད་པོ་དང་ལྡན་ན་ཅི་མ་རུང་བསམ་པའི་བསམ་བློ་འཁོར་རེ་ན་འོ་དེ་ན་སྐབས་དེ་ན་ཅི་ནོག་ཟེར་ན་ནི་ད་བཟོད་ལྟས་བྱམས་པ་ཚར་མེད་པོ་སྐྱེས་ནོ་དྭགས་ས་ང་དང་མི་རེ་རེ་གཉིས་གཉིས་མི་ལྔ་དྲུག་བདུན་བརྒྱད་བྲེ་ལ་ད་དམིགས་པའི་པད་ན་ག་ཨ་མ་ལས་བཞི་ག་ཕྲུ་བུར་བདུན་ཡོད་ན་ཕྲུ་བུར་བདུན་ག་ལ་དམིགས་པའི་བདེན་པའི་ཨ་མའི་ཨ་མ་ལས་རྒྱུད་ལ་བྱམས་པ་ཡོད་ཀྱག་བྱམས་བརྩེ་ཡོད་ཀྱག་བྱམས་པའང་ཡོད་ཀྱག་བརྩེ་བའང་ཡོད་ཀྱག། འོ་ད་སོང་པ་སང་ན་གེ་ནི་ག་ཁྱེད་བལྟས་ན་བདེན་པ་བདེ་སྐྱིད་ཕུན་སུམ་ཚོགས་པ་དང་ལྡན་ཅིག་ལྡན་པ་པད་ན་ང་དང་ཨ་བ་ལས་ན་ཨ་མ་ལས་བཞི་ནོར་ལོངས་སྤྱོད་ཙམ་ཞིག་བསགས་ཡོད་ན་ངའི་ཕྲུ་གུའི་དོན་དག་ག་གཟུགས་ཀྱིས་ཟེར་ན། ག་ཁོ་ཨར་རྒྱུ་ནོར་ལོངས་སྤྱོད་ཕུན་སུམ་ཚོགས་པ་ཞིག་ཡོད་ན་ཁོ་ཨར་དིས་ཀི་དེ་ཨང་རོགས་གསུངས་པ་ཟེར་ན་ཁོ་ཨར་དིས་ཀི་དེ་དོན་དག་ང་ཅི་གོ་ཅི་ཧོས་ན་བཅོན་ང་ག་རུ་ཆགས་ཧོས་ན་ཆོན་ང་དཀའ་ངལ་བར་དོ་ཅི་ཞིག་བརྒྱབ་ན་བརྒྱབ་ཡིན་བསམ་ག་ནས་བསམ་བློ་ག་གཟུགས་ཀྱིས་ཡོང་ཟེར་རོགས་ཟེར་ན་ཨ་མ་ལས་དང་ཨ་ཕ་ལས་ཐུགས་རྒྱུད་ལ། རང་ཡང་ཕྲུ་གུ་ལ་དམིགས་པའི་བྱམས་པ། དགའ། ཚ་དང་ལྡན་པ་ཞིག་ཡོད་པ་བསམ་ན་འོ་ད་ཕྲུ་གུ་ཡི་དོན་དག་ག་ཅི་ཞིག་བཅོལ་བ་ན་དཀའ་ངལ་འབར་དོགས་མེད་གན་འོ་དེ་ལ་གལ་ཏེ་ན་སེམས་ཤུགས་གཞོལ་གན་འདོད་ལ་གལ་ཏེ་ན་བདེན་པར་སྔ་ལྟོགས་ལངས་ཏེ་ཕི་ལྟོགས་སྒོར་སྒོར་ཚུགས་པའང་འདུག་ཟེར་སྐྱོ་ཉན་སྐྱ་སྤུ་ཅི་ནོག་ཟེར་ན་འོ་ད་ཕྲུ་གུ་ལ་མིགས་པས་ག་ཅམ་པ་ཡོད་པ་བསམ། ད་བདེན་སྣ་ཚོགས་ག་ང་དང་གལ་ཏེ་ན་ཨེ་ནས་བྱང་ཆུབ་སེམས་དཔའ་སྔོན་ལ་གལ་ཏེ་ན་སེམས་ཅན་ཚང་མ་ལ་མིགས་པས་ཨོ་ཟུག་ཡོད་པ་བསམ་གསུངས་པ་བསམ་ན་བྱང་ཆུབ་སེམས་དཔའ་སྔོན་ནས་སེམས་ཅན་སུ་དང་སུ་ཞིག་ལ་ཡང་ཧྲནོད་མ་ན་སྐྱ་ལ་མ་ནོག། ག་ཨ་མ་ལིས་རང་གི་ཕྲུ་གུའི་དོན་དག་ལ་གནོད་སྐྱེལ་འདུག་ཨ་ཕ་ལིས་རང་གི་ཕྲུ་གུའི་དོན་དག་ལ་གནོད་སྐྱེལ་ལ་མེད་ནོ་ཅི་ཕིས་ཨ་ཕྲུ་གུ་ལ་དམིགས་བའི་བྱམས་པ་ཡོད་པ་བསམ་ན། དེས་ན་ཚོ་ལ་ག་བདེན་པ་ཁྱེད་རང་ང་དང་ཨ་དེ་ནི་ཆོས་ཀྱི་ལམ་རྣམ་པར་དག་པ་ལ་འཇུག་སྟེ་ནི་རྒྱལ་ས་མཐོན་པོ་ལ་གནས་པའི་རྒྱལ་སྲས་བྱང་ཆུབ་སེམས་དཔའ་དངོས་ནི་སེམས་ཅན་སུ་དང་སུ་ཞིག་གང་རྒྱུ་ནོར་ལོངས་སྤྱོད་འཇོལ་རན་པོ་ཅིག་ཁོང་ལ་སེམས་ལ་དགའ་སྣང་སྐྱེ་རོགས། དགའ་དཔེ་ན་ང་དང་དགའ་དཔེ་ན་ང་དང་ལོ་རྒྱུས་ཟེར་ན་དེ་ཡོང་རོགས་པ། དགའ་དཔེ་ན་ང་དང་དབུལ་ཕོངས་ཀྱི་ཕྲུ་གུ་ཞིག། ཨེ་ནས་དགའ་སེར་ང་དང་མཆིན་པ་གཟུབ་ཞིག་མཆིན་ང་དང་དག་ས་ང་དང་ལྷོ་ཨ་མཆིན་པ། མཆིན། དགའ་ཉལ་བ་ཅན་ཅིག་གི་ཕྲུ་གུ་ཞིག། ཨེ་ནས་སེར་རྡོག་རྡོག་ང་དང་སེ་ཡོག་ན་དཔེ་མེད་ཡོག་ན་ཁོ། ཨེ་ནས་ང་དང་རྡོག་རྡོག་ཞིག་དང་ང་དང་ཀི་ལོ་མཆིན་པ་ཟམ་ཞིག་ཟེར་ན་ཀི་ལོ་གཅིག་གཉིས་བཞུར་ག་འཇིག་གཉིས་གསུམ་གྱི་ཡོད་ག་ནས་ཨེ་གཟུགས་ཞིག་ཐོབ་པ་ཟ་ན། ཨ་བ་ལས་ཁེ་ཏི་ན་ཐ་དེ་ཡས་ཀྱག་ཨོ་དེ་སྤེ་ར་ཚོ་རན་པོ་ཅིག། ཧ་ལས། ཨིན། ཨ་བ་ལས་ཁོ་རང་ལ་ཐོབ་ཀྱང་ཟེར་ན་མ་ཐོབ་ཀྱང། ཡིན་ནའང། དགའ། རང་གི་ཕྲུ་གུ་ལ་དབུལ་ཕོངས་ཀྱི་ཨ་བ་ལས་ངལ་བ་བྱས་ནས་ཨ་བ་ལས་རང་གི་ཕྲུ་གུ་ལ་གསེར་རྡོག་རྡོག་བྱིན་པ་ཙམ་ཞིག་ཐོབ་རན་ཕོད་ཅིག་ཨ། དེ་སྤེ་ར་ཚོར་རན་ཕོད་ཅིག་ཨ་བ་ཐ་དེ་ཡས་ཀྱག་ཨ་བ་ཐ་མི་ན་ན་སེམས་ནང་ལ་དགའ་སྣང་དང་སྤྲོ་སྣང་ཧ་ཅང་བདེ་ནས་དགའ་སྐྱིད་པོ་ཚོར་ཀྱག། ཅི་ཕེ་ཡ་ཟེར་ན། ཕྲུ་གུ་ལ་ཨ་བས་ཨ་བས་སེམས་ཟེར་ན་ཅེས་ཀྱང་ཕྲུ་གུ་ལ་དམིགས་པའི་བྱམས་པ་ཡོད་པ་བསམ་ན། ཕྲུ་གུ་ལ་ལྟ་སེར་པོ་ཐོབ་ན་ཕྲུ་གུ་ལ་དབུལ་ཕོངས་ཀྱི་སྡུག་བསྔལ་བོར་ན་དགྲལ་འདོད་ཀྱི་བསམ་བློ་ཡོད་པ་བསམ་ན་དབུལ་ཕོངས་ཁོ་ལ་འདི་སྐྱིད་ཕུན་སུམ་ཚོགས་པ་ཞིག་ཡོང་ཆེད་སའི་བསམ་བློ་ཡོད་པ་བསམ་ན་ཨོ་ད། རང་ཨ་མ་ཐོབ་ན་ཡང་ཕྲུ་གུ་ལ་སེར་རྡོག་རྡོག་ཐོབ་བར་འབོད་ཅིག་ཨུ་གཟུགས་ཀྱི་སེམས་ནང་ལ་དགའ་སྣང་དང་སེམས་ནང་ལ་ཨེ་ནས་ཕྲུ་གུ་འདི་སྐྱིད་ཡོང་ཆེད་ཟེར་རྒྱུ་ཡོང་བར་འབོད་ཅིག་ད་ཅེས་པོ་ཅི་ནོག་ཟེར་ན། ཨ་བ་ལའི་ཐུགས་རྒྱུད་ལ་ཨ་བ་ལའི་སེམས་ཟིན་ནའང་ཕྲུ་གུ་ལ་དམིགས་པའི་བྱམས་པ་ཡོད་པ་བཟང་ན་ཨོ་དོ་ནོ། ད་ང་དང་མང་པོ་ཞིག་བདག་ས་རང་ཡང་མ། རང་ཡང་ངན་མོ་ཡོད་དཀའ་ན་རང་ཡང་ཁྲ་ཕྲུ་གུ་ངན་ཀྲུང་པོ་ཛའོ་ངོ་ཤེས་དགོན་ལ་ཨུ་གཟུགས་རེ་རྒྱ་ལ་རེ་བྱར་འབོད་ཅིག་ང་དང་སེམས་ནང་ལ་དགའ་སྣང་དང་སྤྲོ་སྣང་སྐྱེ་ན་དེ་སྔོན་ལ་དམིགས་པའི་ང་དང་བྱམས་པ་ཡོད་དོ་ནོ་བ་བཟང་ན་ཡོད་དོ་ནོ། འོ་ད་ང་དང་ཡུལ་ལ་བདག་ས་བྱམས་པ་ཚ་གནས་སྤོ་ཡོད་དེ་ནོ་ཟེར་ན་མེད་པ་ནོ་ག་ཟེར་ན་རང་མ་མཐུན་ག་རེད་རང་མ་འགྲིག་ག་འདྲེ་ཅི་དོང་རེད་ཡོད་དམ་པོ་ཅི་གོ་ང་ཅི་དོང་ཆ་རན་པོ་ཅི་ང་དང་སེམས་ནང་ལ་རྒ་སྣང་ཡོང་ཆ་ཨ་ཟེ་ག་བོར་ཏེ་བསྡད་ན་ཞེ་སྡང་གི་མེ་འབར་འདུག་ཕྲ་དོག་གི་མེ་འབར་འདུག་ཨོ་སོང་པ་ཟ་ན་ད་བདག་ས་ང་དང་ཁེ་དེ་ན་དེ་ནི་ག། བྱམས་པ་ཚ་གནས་སྤོ་ཁེ་དེ་ན་མ་མེད་པ་ནོ་ཡིན་ནམ་རེ་ཟུང་རེ་ཟུང་ལ་དམིགས་པའི་བྱམས་པ་ཡོད་དེ་ནོ། ཡང་ན་རེ་ཟུང་རེ་ཟུང་ལ་དམིགས་པའི་བྱམས་པ་ནི་བྱམས་པ་ངོ་ད་ང་དང་སྟག་གཟིག་སེམས་ཅན་འགའ་གཟུགས་སུ་གསོག་པའི་གིས་ན་ཁོ་རང་རང་ཕྲུ་གུ་ལ་དམིགས་པའི་བྱམས་པ་ཁོང་རང་ལ་ཡོད་ཀྱང། ཁོང་གིས་སང་ཡང་རི་དྭགས་གཅིག་དང་ས་དེ་རང་རང་གི་ཕྲུ་གུ་ལ་ཡང། ཁྱོང་ཕྲུ་གུ་དོན་དག་ས་དེ་ཕྲུ་གུའི་དོན་དག་ཁྱོང་འདུག་ལ་ཅེས་སམ་རང་ཕྲུག་ལ་དམིགས་པའི་བྱམས་པ་དེ་ཡོང་ཨ་རོག་འདོད་ད་ཁོ་ཁོ་རང་ག་རང་གཅིག་ན་ང་དང་ཁོ། ལཱས་ཀི་ཝང་གིས་ཨེ་རོག་གཉིས་ན་ཁེ་དེ་ན་ཁོ་ང་དང་ཤ་ཁྲག་རུས་གསུམ་གྱི་དེ་ནི་ལུས་ཀྱི་འབྲེལ་བས་ཡོད་པའི་ཆ་ན་ཡང་དེ་ཆ་ན་ཡོད་ཀྱང། གསུངས་པ་ཟ་ན་ད་ག་གེ་དེ་ན་བདེན་པས་ནི་ང་དང་བྱམས་པ་ཚར་མེད་ད་དེ་གེ་དེ་ན་ད་སློབ་ཚན་པ་གེ་དེ་ན་མར་རྒྱ་ཆེན་མོ་ནོག་ད་དག་སང་ངས་ཡིག་སྣ་ཚང་ཚང་འགྲིག་འགྲིག་པས་ཞུ་བྱ་ཟེར་དུས་ཚོད་དང་མི་ནུག་ཡང་མང་པས་ཞུས་ན་ཡང་དུས་ཚོད་མང་པོ་ཞིག་བྱ་ན་ཡང་ང་དང་མ་གཟུགས་ཆ་རུ་ག་ལས་གསུངས་པ་ཟ་ན་ད་མདོར་བསྡུས་མདོར་བསྡུས་ཤིག་བྱོས་ཟེར་ཞུས་ཏེ་ཚང་མ་ད་ང་དང་རིགས་དུས་རྒྱུན་ནི་སེམས་ཅན་ཐམས་ཅད་བདེ་བ་དང་བདེ་བའི་རྒྱུ་དང་ལྡན་པར་རྒྱུ་གཅིག་སྡུག་བསྔལ་དང་སྡུག་བསྔལ་གྱི་རྒྱུ་དང་གྲགས་ལོག་རྒྱུ་གཅིག་སྡུག་བསྔལ་མེད་པའི་བདེ་བ་དང་ཉེ་རིང་ཆགས་སྡང་གཉིས་དང་བཏང་སྙོམས་ལ་ཡང་ཡང་སྐྱོ་ར་ཛད་ཡང་ཡང་འདོད་ན་ཛད

དགའ་བཞུ་ལོ་ཀ་བཞི་བཅུ་པའི་ནང་ཤེད་དེ་ན་ཨེ་ནི་ཀ་ལས་བྱམས་དང་སྙིང་རྗེའི་བདག་དང་དགའ་བ་དང་བཏང་སྙོམས་རྟག་ཏུ་ཡང་དག་བསྒོམ་པར་བགྱི། གོང་མ་རྙེད་པར་མ་གྱུར་དེ་ལྟར་ན་ཚངས་པའི་འཇིག་རྟེན་བདེ་བ་ཐོབ་པར་འགྱུར་རོ་གསུངས་ཏེ་ཀེ་ནི་ཀ་དེ་ཚིག་སྤང་ཡང་ཡང་སྐྱོར་ཏེ་དེ་ལ་སློབ་སྦྱོང་རྫ་འཛེར་ཏེ་བཞུད་བྱ་ཡིན་ཨེ་ནི་ཚངས་མ་ལ་ཐུགས་རྗེ་ཆེ། དེ་ནས་ངེད་ཅག་ཚངས་མ་འདི་ཀ་ཚུལ་བཞིན་དུ་སློབ་སྦྱོང་རྫ་འཛེར་ཏེ་ངེད་བཞུ་བ་ཡིན།